སོ་ནི་སྒོ་ཚུར་རོ་ན། གང་གིས་ཐུགས་མཚན་ཉིད་སོང་བ་ལྟ་བ་ཐམས་ཅད་སྤངས་པའི་ཕྱིར་དམ་པའི་ཆོས་ནི་དོན་མཛད་པའི་འགོག་སྟངས་དེ་ལ་ཕྱག་འཚལ་ལོ། སྟོང་ཉིད་མཉེས་བྱེད་ཟུང་དུ་འཇུག་པའི་ལ་ཁྱེད་ཤེས་སེམས་ཟིལ་གང་ཅན་བསྟན་འགྲོ་གི་ཕྱག་ན་པད་མོ་བསྟན་རྩིས་སྦྱངས་ཚུལ་ལ་གསོལ་བ་འདེབས་སོ་ཞེ་འདོད་ལྷུན་གྲུབ་ཤོག། ལྷ་དང་བཅས་པའི་འགྲོ་བ་ཡོངས་ཀྱི་མ་འདྲིས་པའི་མཛའ་བཤེས། རྒྱལ་བསྟན་བཞེས་སྡེའི་དོལ་པའི་ཆེན་པོ། ས་སྟེང་རྒྱལ་བསྟན་ཡོངས་རྫོགས་ཀྱི་མངའ་བདག། རང་ཅག་ཁ་བ་རི་པ་རྣམས་ཀྱིས་བླ་ནས་མི་བོའི་ཆོས་སྙིང་རྗེའི་དབུ་ཁྲིད། དུས་རབས་ཉི་གཅིག་པའི་སྟོན་པ་ཆེན་པོ ྋགོང་ས་ལྷ་མིའི་ནང་འདྲེན་སྐྱོང་གི་རྒྱལ་ཡོངས་པའི་ཐང་ཆེན་ཆེན་པོའི་ཟིལ་བ་ཆེན་པོ་མཆོག་སྐུ་ཡི་མཚན་དཔེ་བཞེངས་ནས་དགུང་ལོ་དགུ་བཅུ་ལ་ཕེབས་པའི་གོ་སྟོན་དང་འབྲེལ་བའི་གྱང་རྩེའི་ལོ་གི་སྲུང་བརྩི་གི་ཕྱག་བཞེས་སོ། དཔེ་ནང་ལེགས་གྲྭ་གཉིས་པ་དཔའ་སྡེའི་འབྲི་ག་དཔུང་པ་ཆོས་ཀྱི་དད་ཆེན་པོ་མཁན་མོ་བློ་གསལ་བྱིས་པ་ལི་གྲྭ་ཚང་གིས། བཀའ་དྲིན་རྗེས་དྲན་གྱི་སླད་དུ། ཆོས་རྒྱུད་རིས་སུ་མ་ཕྱེད་པའི། མཁས་པའི་ཚོགས་མང་པོས་འདོད་དོ། དེ་ནས་ང་ཚོ་རྒྱ་ཤེལ་ཆེན་པོ་ཞེས་བ་ལ་མཛེས་པའི་སྤྱོད་རྒྱུད་ཆེན་མོ་དང། རྒྱལ་བའི་ཐུགས་རྗེའི་དམ་བཅའ་བཞིའི་སྐོར་གྱི་ཨ་ནི་བགྲོ་གླེང་ཆེན་པོ་འདི་ལ་ཡང་འཚོགས་ཤིག་འདོད་པས། སྟག་ཚང་རྭ་བ་སྡོད་པའི་སྐྱབས་རྗེ་མཁན་རིན་པོ་ཆེ་དང། དཔའ་སྡེ་འབྲི་ག་བུམ་པའི་ཞིང་བ་རྣམ་པ་གཉིས་དང་མཁས་དབང་བློ་གསལ་སྤྱི་བོའི་བླ་བྲང་ཚང་གི་བླ་མ་གཞུང་ལས་པདྨ་ནང་ཆོས་ཆོས་ཁ་ནས་ཕེབས་པའི་དགེ་བའི་བཤེས་གཉེན་མཁས་དབང་རྣམ་པ་དང། ཨ་ནེ་མཆོག་ཏུ་བཀུར་འོས་ཀྱི་ཨ་ནེའི་ཕ་བུའི་དགེ་འདུན་ཚོགས་ལ་ཡང་གུས་ཅག་སྔོན་དུ་བཏང་པའི་སྒོ་ནས་དེ་རིང་ངས་དྲང་ཤོག་གི་བགྲོ་གླེང་སྙིང་བསྡུས་ཇི་མང་ཞུ་ཆོག་པ་གྱིས། ད་ལྟའི་ངེད་ཀྱི་བརྗོད་གཞི་དེ་སྤྱོད་འཇུག་ལེའུའི་བརྒྱད་པ་ནས་གསུངས་པའི་བདག་ཞལ་མཉམ་བརྗེའི་དགོངས་ཚུལ་དང་རྒྱུད་འགྲེལ་མན་ངག་བདུན་གྱི་ཚུལ་གྱིས་འཆད་པ་ལ་དཔྱད་ཟེར་ཡག་གྱི་འདུག་དེ་ཡིན་ཙང་ད་ངས་བདག་ཞལ་མཉམ་བརྗེ་གི་བྱང་ཆུབ་སེམས་རིན་པོ་ཆེན་དེ་ངེད་ཀྱི་གཙོ་བོར་བརྗོད་བྱ་བྱས་ནས་མ་ཡོང་གི་ཡོད། ད་དེ་ལ་ཡང་ང་རང་ཚོ། བདག་པས་གཞན་སྐྱིད་པར་མཛད་པའི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཞེས་བྱ་བ་འདི་ནི། སྨན་གླང་ཐང་ཕྱེད་ལས་ཆད་པ་དང་མཇལ་ཆད་ཐེག་ཆེན་གླང་གི་འཇུག་སྒོ། ཐེག་པ་ཆེན་པོའི་གླང་གི་གཞུང་ཤེས་ཡང་སྲོག་ཤིང་ལྟ་བུ། རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་ལྕགས་ཀྱི་རླབས་ཆེན་གྱི་སྤྱོད་པ་གྱི་རྟེན་དུ་གྱུར་པ། དེ་ནས་སྣ་དཀར་རྒྱལ་བོའི་ཚོགས་ཐམས་ཅད། སྣང་བྱེད་རྒྱལ་བོའི་རྒྱུར་འགྱུར་བའི་གསལ་འབྱེད་ཀྱི་རྩལ་ལྟ་བུ་དང་ལྡན་འདྲིས་ཇི་ཙམ་ལོངས་སྤྱོད་ཀྱང་ཟད་མཐའ་མེད་པས་དཔག་བསམ་གྱི་ཤེས་དང་ཡེ་ཤེས་ཀྱི་ནོར་བུ་ལྟ་བུ། ཉོན་མོངས་ཀྱི་ཚ་གདུང་སེལ་བར་བྱེད་པའི་ཟླ་བ་ལྟ་བུ་མ་རིག་པའི་རང་རིག་འཇོམས་པར་བྱེད་པའི་ཉི་མ་ལྟ་བུ། དུས་མིན་གྱི་འཆི་བ་འཇོམས་པར་བྱེད་པའི་བདུད་རྩི། དེ་ནི་ངའི། ལས་ངན་པ་དེ་སྡིག་སྒྲིབ་དང་བྱེ་བྲག་པ་བྱེད་པའི་གཉེན་པོའི་མཆོག། སྐྱེ་བོ་མཆོག་མིན། ཀུན་གྱིས་སྙིང་ལ་གཅེས་པ་ཙམ་གྱིས་ལྷ་དང་བཅས་པའི་འགྲོ་བ་ཡོངས་ཀྱི་ཕྱག་བཅས་པའི་གནས་དང་སོ་ནག་གི་ཞིང་གི་མཆོག་ཏུ་གྱུར་པ་བྱང་ཆུབ་སེམས་རིན་པོ་ཆེ། ད་ང་ཚོ་མདོ་རྒྱུད་བསྟན་བཅོས་ཀུན་ནས་བསྔགས་པར་མཛད་པའི། འོ་དེས། ཚིག་གཙང་གྱིས་མ་ལིང་ཐོས་བྱས་པ་ལ་ཡང་སོ་ནང་དཔག་ཏུ་མེད་པ་ས་ག་རི་བསམས་པས། རྗེས་སུ་ཡི་རང་དང་བཅས་ཏེ་མ་ཞུ་རྒྱུ་ལ། ལྷ་བུ་དང་བྱང་ཆུབ་ཀྱི་སེམས་ཀྱི་ནང་ནས་ཀྱང། རླབས་ཆེའི་སྤྱོད་བྱེད་ཀྱི་བྱང་ཆུབ་ཀྱི་སེམས། བདག་བསྐྱེད་མྱང་བྱེད་ཀྱི་བྱང་ཆུབ་ཀྱི་སེམས་ཟེར་ཡ་སྟེ། དེས་ཀྱི་སྤྱོད་པ། ནང་ནས་ཆིག་ཆོག་ཏུ་སྤྱོད་པ། ཨ་ནེ་སྟོང་ལས་རླུང་ལ་བཅོལ་ནས་དགོངས་ཚུལ་གྱི་མན་ངག། འདི་ལ་ཡག་ཀོ་ཆུས་སུ་གྲགས་དགོས་ཡོད་རེད་སྲི་ཆུས་སུ་གྲགས་དགོས་ཡོད་རེད། ད་ག་ནང་ཤེས་ཕན་ཡོན་གི་སྒོ་ནས་བཤད་པ་ཡིན་ན་མཐོང་ཆུས་མྱོང་ཆུས་གས་མཛེས་ཆུས་ཟེར་ནས་གྲགས་པ་རེད། ད་དེ་འདྲི་གའི་མན་ངག་ཟབ་པོ་འདི་དངོས་གནས་བྱས་ན་གསང་ཡིན་དང་པ་བྱས་པ་བྱས་ཟེར་ཡ་གྱི་མ་གཏོགས་ང་ཚོ་དེ་འདྲའི་མཐོང་ཚོགས་ཟེར་བཤད་པ་དང་ཚོགས་ཡོད་ཟེར་དེ་འདྲི་གའི་གང་བརྗོད་མ་བརྗོད་བྱས་ཡོད་ས་མ་རེད། ག་རེ་ཟེར་ན་མན་ངག་འདི་ལྟ་བུ་དེ་ང་ཚོ་ཧ་ཅང་གི་ཆོས་ཀྱི་ཆེ་བ་ཤིན་ཏུ་འདོན་པ། དེ་འདྲའི་མན་ངག་ཅིག་རང་རྒྱུད་ཀྱི་ཉམས་སུ་བླངས་པར་བྱས་པ་ལ་ཡང། ལམ་འདི་དང་མན་ངག་འདི་སྟོན་མཁན་གྱི་དགེ་བའི་བཤེས་གཉེན་ལ་ཡང་སངས་རྒྱས་ཀྱི་ལྷ་བར་ལྟ་བའི་བཤེས་གཉེན་དེ་ཚོ་ཆེས་མཆོག་ཏུ་ཟབ་པར་གྱུར་དགོས་ཡོད་དོ། དེ་འདྲ་ཡི་སྤྱོད་པ་མྱང་ལས་བྱེད་མཁན་གྱི་བཀའ་ཐང་བླ་མ་ཕལ་མོ་ཆེ་གྱི་རྣམ་པ་དག་པ་ལ་ཡང་ཅི་མཇལ་བ་ཡིན་ན། དཔེར་ན། བཀའ་ཐང་བླ་མ། གོང་མ་རྣམས་ཀྱིས། འདི་ལ་བརྟེན་ནས་རྟོགས་པ་ཐུགས་རྒྱུད་ལ་གྲོལ་བའི་ཉམས་རྟོགས་ཀྱི་གསུང་ལ་ག་རེ་ཡོད་ཟེར་ན། བླ་མ་ཉོན། ལོ་ཉེར་བཞི་བསྟན་པའི་བསྟན་སྒོ་ཡོད་ཆོས། ཕ་བཞི་ཕ་གོང་རྩོམ་པའི་རྩོམ་སྒོ་ཡོད་ཆོས་གསུམ། དེ་ནས། རྗེ་བཙུན་དྲི་མ་བསྔོ་ན་བསྔོ། འཇམ་དཔལ་ཡང་ཟེར་ན་ཟེར། སྤྱན་རས་གཟིགས་བཀའ་ན་བཀའ། འོད་དཔག་མེད་སྨྲ་ན་སྨྲ། ང་རང་ལ་དགོངས་ཡག་གི་ལྷག་པ་བླ་མ་ལས་མེད་ཟེར་ཡག་གི། བླ་མ། སངས་རྒྱས་དང་བྱང་སེམས་ཐམས་ཅད་ལས། བཀའ་དྲིན་ཆེ་བའི། སྒོ་ནས་ནི་མཆོག་ཏུ་ལྟ་བ། དེ་འདྲའི་གི་དཔལ་བཤེས་གཉེན་དེ་ཚོ་གི་རྟོགས་པ་ཆེ་བ་ཅིག་ཡོད་མཁན་གི། བྱང་ཆུབ་སེམས་དཔའི་གི་ཉམས་སུ་བླང་བ་བྱེད་པ་དང་ཐུགས་རྗེ་རྟོགས་པ་འཁྲུངས་བསྡད་པ་དེ་འདྲ་ཅིག། བྱས་ཙང་ཕྱོགས་བཅུའི་རྒྱལ་བ་དུ་ཐུགས་བགྱིས་ན་དགོས་ཁི་མ་སྤང་དགོས་གི་གཉིས་ན་གཉིས། བདག་སྙིང་ཐུགས་ཀྱི་ཚེ་ཐུགས་བསྐྱེད་ལ་ཟུང་འཇུག་གི་གོ་འཕང་སྙིང་སྙིང་འདྲ་ཟེར་ཡ་དེ་འདྲའི་དགའི། ཐུགས་ལ་མྱང་སྟོབས་འཁྲུངས་པས། འོ་དེ་འདྲའི་གསུང་དགོས་ཡ་རེད། ད་ག་ནང་བཞིན་དགའི་འགྲོ་སྟོད་རྒྱ་ཡི་འཇུག་ནི། མཉམ་མེད་ཇོ་བོ་ཆེན་པོའི་དགའི་མན་ངག་འདི། སྨྲ་ནང་གི་ལྔས་ནི་བཤེས་གཉེན་བསྟེན་ཚུལ་ཧ་ཅང་གི་ཟབ་བོ་བྱས་ནི། སྙུང་གཡོག་མཛད་ནི་ཁྱབ་བྱའི་ནང་ཁ་ནི་ལག་ཕྱག་ན་ནི་ནང་མཁའ་ལ་བ་ཡས་ནི། ཇོ་བོ་ཆེན་པོ། མགོན་པོ་འོད་དཔག་མེད་ཀུ་དངོས་སུ་ཡ་མཇལ་ཡ་དགའི་ཐུགས་བཞེད་ལོ་རྟོགས་པ་འཁྲུངས་པ་དང། དེ་ནི་འདི་འདྲ་ཡི་བཀའ་ཐང་འགས་ནི། བསྟན་པའི་བདག་པོ་དུ་ལྔ་སོགས་ཐུགས་ཡག་གི། མན་ངག་གི་གཏེར་དུ་གྱུར་པ་དེ་འདྲ་ཞིག་ཆགས་པ་རེད། དེ་རིང་ཡིན་ཙང་ང་ཚོ་འདི། ང་རང་ཚོ་ནང་ཆོས་གཅིག། ག་རེ་གཟིགས་དགོས་རེད་ཧ་ཅང་གི་རྩ་བ་ཆེན་པོ་གཟིགས་དགོས་ཡ་དེ་ནས་ཕན་ཡོན་གི་ཆ་ནས་བཤད་ན་ང་ཚོ། ད་ལྟ། ནང་པ་སངས་སྐྱིད་པའི་གཞུང་ལ་ཡ། མཐོང་ཆོས་མྱོང་ཆོས་ཀྱི་འབྲས་བུ་ཟེར་ངེས་ཀྱི་བཤད་བསྡད་ཀྱི་ཡོད་རེད། དངོས་གནས་ང་རང་སངས། སུ་ལྟས་ལེགས་མཐོང་དང། ཁོ་ལྟ་རྒྱུ་ཡོད་མཁན་བསྟེན་རྒྱུ་ཡོད་མཁན་གཅིག་མན་ངག་འདི་དགོངས་མཁན་གྱི་གང་ཟག་ལ། དང་ད་སི་ཡ་ཐུང་ཆུས་སུ་ཞུས་དུས་ངས། དེ་འདྲའི་ནང་ལ་ཡ་བྱུང་འདུག་བྱུང་ཤེས་པ་ཆགས་དགོས་རེད། དཔེ་འཚོལ་བྱོས་ཞུས་པ་ཡིན་ན། དེང་དུས་ཀྱི་ཚིག་རིགས་ཀྱི་ཡ་བརྟག་དཔྱད་བྱས་ནས་བྱས་ཡོད་པ་ཅིག་རེད་དྲན་གྱི་འདུག་དཔེར་ན་ག་སི་དེ་ནི་ཀན་སི་ན་ཚ་སྤྲེལ་ནད་འདི་འདྲ་ཕོག་ནས་ཕྱི་ལུགས་སྨན་པ་གིས་དེ་ནི་ཟླ་བ་གཅིག་དང་ཞག་མ་བཅོ་ལྔ་དེ་འདྲའི་གི་མ་གཏོགས་མ་བསྡད་ཡ་གི། དེ་འདྲའི་གི་སྨན་གྱི་གྲུང་འདྲིས་བསྟེན་ནས། རྒྱ་མིས་བོད་མི་གང་ལ་མ་བསྟན་པ་བཅས་འདི་ལྟ་བུའི་མན་ངག་རང་བསྒོམ་བྱས་ནས། ཟླ་བ་རེ་རེ་གཉིས་གཉིས་ཀྱི་ནང་ནས་ནི། ན་ཚ་སྲིང་དྲག་བྱས་ནས་ད་ལྟའི་འཚོ་བཞིན་བཞུགས་ནས། ང་ཚོ་གླིང་གི་དཀྱིལ་འཁོར་ཁོ་རང་དུ་ཡོད་རེད་ཟེར། ད་དེ་ཚོ་དངོས་གནས། འདི་འདྲའི་གི་མན་ངག་ལ་བརྟེན་ནས་ནི་མཐོང་ཆུང་ཉུང་ཆུང་གི་འབྲས་བུ་མ་ཡིན་ན། ཨ་ནི་དེ་འདྲའི་སྐྲན་ནད་དུ་ཚོ་དྲག་འགྲོ་ཡ་གལ་ནི། གཞན་སྨན་མ་བསྟེན་པར་བྱེད་ནི་ཡིན། ཁོས་འདྲི་ཁས་ཀྱང་མ་ཤེས་པ་ཞིག་རེད་དོ་དེ་ཡིན་ཙང་དེ། ད་དང་ལྟ་བརྟག་དཔྱད་བྱས་ན། མཛེ་ནད་དྲག་སྐྲན་ནད་དྲག་འགྲོ་ཡ་གི་རྒྱུ་ཆེན་དེ། ད་མཐོང་ཆོས་མྱོང་རྒྱུད་ཀྱི་ལས་ཀྱི་མཚན་གཞི་གཅིག། ད་ལྟ་ངས་འདི་ནས་མ་དེ་རིང་ཞུ་བ་བྱ་ཡི། ཆུ་འདི། གི་ཨ་ནི་ཕན་ཡོན་སོགས་འདྲི་གཅིག། ང་ཚོ་ད་ལྟ་ཡང་ཨ་ནི་གཅིག་ལོ་རྒྱུས་ལ་ཡར་རྒྱག་ཏུ་མི་དགོས་པ་བྱེད། ལོ་རྒྱུས་ཀྱི་ཐོག་ལ་བྱས་པ་ཡིན་ནའི་ང་ཚོ་བོད་ལ་རྔན་མ་འཛེགས་ནི་ན་དུས་སྒང་ལས་བཅུ་ཐེག་གི་སྨད་མེད་པ་ཡིན་ཙང་མན་ངག་འདི་དགོངས་ནས་གྲགས་མཁན་མང་པོ་བྱུང་བ་ཡིན་ཙང་འདི་ལ་ཡང་མཛེས་ཆུས་སུ་གྲགས་དགོས་རེད་བ། དེ་ནས་སྲིད་ཆུས་ཟེར་དགོས་ཡ་དེ། ད་གིན་ངས་སྲིད་ཡིན་པ་ད་ལྟ་མན་ངག་འདི་གནང་བ་བྱས་པ་ལ་མན་ངག་འདི་གི་ཆེ་བ་འདུས་པའི་ཆེད་དུ་སྲིད་དགོས་ཀྱི་ཡོད་ཟེར་ནས་བཀའ་གནང་བྱས་ཕ་ཁྱིའི་ཕ་ཁོང་གང་ག་བཙོང་ནས་སྲིད་ལ་བྲིས་ནས་འབུད་ཕུད། འདིར་ཕུལ་བ་ལ་དེའི་མན་ངག་བསྒོམས་ནས་རྟོགས་པ་བརྗོད་ལ་འཁྲུངས་དུས། བླ་མ་ལ་བརྙས་སེལ་ཞུས་དུས་བླ་མས་སིལ་མ་གནང་བ་རེད། ང་ལ་སིལ་གྱི་ཉེན་ཁོ་མེད་ཁྱེད་རང་ཆུ་འདི་ཕྱེ་བ་འདོད་པའི་ཆེད་དུ་སིལ་ལེན་པ་ཡིན་གསུངས་ནས་ཨ་ནེ་སིལ་མ་གནང་ཡག་གི་ལོ་རྒྱུས་དེ་འདྲ་ཡོད་རེད་བ་དེ་འདྲ་ཡིན་ཙང་དེ་ལ་སིལ་ཆུས་སུ་གྲགས་བསྡད་པ་འོ་ནི་ལྐོག་ཆུས་སིལ་དེ་འདྲ་རྒྱས་ཞུ་དགོས་རེད་དེ་ནི་ཡིན་ཙང་ངས་འདི་སྐབས་འདི་མ་གླིང་བླང་བའི་ཆེད་དུ་དེ་འདྲ་ཞུ་དགོས་ཡོད་ཨ་ནི་ངའི་སྐབས་སུ་བབ་པ། ད་ལྟའི་གི་ངས་བརྗོད་གཞི་དེ་དང་འདྲིའི་སྒོ་ནས་ས་བཅད་ཆེན་པོ་དྲུག་གི་སྒོ་ནས་མ་ཞུ་གི་ཡོད་ཐིག་པ་ཆེན་པོ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་བསྟན་པའི་མདོ་ཁུངས་དྲངས་ཤིང། མདོ་སྤྱི་དང་བྱང་ཆུབ་སེམས་བསྟན་པའི་མདོ་ཀྱི་ཁུངས་ཀྱི་བཀོད་ཡོད། ཁྱད་པར་དུ་སྟོང་ལས་དགོངས་ཚུལ་མདོ་ལས་གསུངས་པ་འགོད་པ། ས་བཅད་གཉིས་པ་སྟེ། གཉིས་པ་དུ། དེ་འདྲ་ཡི་སྟོང་ལས་སྒོམ་པའི་ཚུལ་དེ་མན་ངག་མགོན་པོ་ཀླུ་སྒྲུབ་ཀྱི་གཞུང་ལ་ཐུག་སྟེ། མགོན་པོ་ཀླུ་སྒྲུབ་གསུང་ལས་བྱུང་ཚུལ། གསུམ་པ། བདག་གིས། རྗེ་བའི་བྱང་ཆུབ་ཀྱི་སེམས་བསྐྱེད་པའི་ཚུལ་སྤྱི་དང་ཁྱད་པར་དུ་སྟོང་ལས་དགོངས་ཚུལ་རྒྱས་པར་བཤད་པ། ཞེས་པ་དེ་སྒྱུ་འཕྲུལ་མན་ངག་བདུན་གྱི་སྒོ་ནས་སེམས་བསྐྱེད་ཚུལ་མདོར་བསྟན་པ་དང་སེམས་ཅན་གཉིས་འགལ་མིན་དོགས་པ་གཅོད་ཅིང་བཀའ་གདམས་ཆུ་བོ་གཅིག་འདྲིལ་གྱི་སེམས་བསྐྱེད་ཚུལ་ཟེར་དུས་མན་ངག་བདུན་པ་དང་སྒྱུ་འཕྲུལ་མན་ངག་གཉིས། བཀའ་གདམས་ཆུ་བོ་གཅིག་འདྲིལ་གྱི་སེམས་བསྐྱེད་ཚུལ་དངོས་པོ་བཅུ་གཅིག་གི་ནང་ལ་མ། ཀྱང་ཅུང་ཟད་སྦྱོང་སྟངས་ཀྱི་རིམ་པ་བརྒྱད་ཞུས་ཡོད། ལྔ་པ་དེ། བཀའ་ཐང་བླ་མ་རྣམས་ཀྱི་བོན་དུ་ཤིན་ཏུ་གྲ་འཇིགས། མཛད་པའི་ཚུལ་ཅུང་ཟད་འགོད་པ། དྲུག་པ། བྱང་ཆུབ་སེམས་ཀྱི་ཕན་ཡོན་བསྟན་པའི་སྒོ་ནས་མཇུག་བསྡུ་བ་བྱས། དེ་འདྲ་ཡིན་ཙང་ད་ལྟ་ངས་འདི། མདོ་དྲངས་དགོས་ཡ་དེ་ཅི་ཐང། ངས་དེ་གསུང་ཆོས་ནང་ལས་གོ་ཚོད་དེ་ནོར་མི་ཡིན་ན། རྒྱ་གར་དཔོན་དྲུག་ཁ་ཤས་ཀྱིས་ཀྱང་བོད་ཀྱི་བློ་སྦྱོང་གི་ཉང་ལེ་སྟོང་ལེ་རླུང་ལ་བཅོལ་ཚུལ་འདི། ཁུངས་དང། རྒྱ་གར་མཁས་པའི་གསུང་ལ་ཡང་ཁུངས་དང་ཡོད་མེད་ཟེར་ཡག་གི་བཀའ་འདྲི་བྱུང་རེད་ཟེར་ཡག་གི། དངོས་སུ་བྱུང་བ་དེ་ཆེད་ཁག་བག་གིས་གླ་རུ་དང་པིའི་གློག་ཅུང་ཚིགས་ཆེན་མང་ནས་གྱོང་ཁ་རང་གིས་ལེན་པ་དང་རྗེས་ཁ་གཞན་ལ་འབུལ་ཟེར་བ་གི་མན་ངག་འདི་ཧ་ཅང་ཐུགས་ལ་ཕན་པོ་འདུག་ཡིན་འོན་ཀྱང་འདི་རྒྱ་གར་གཞུང་གི་ཁེ་ཕིག་གི་གཞུང་ལ་ཡང་ཁུངས་ཡོད་རེད་བས་སི་ཀ་འདྲི་ནང་དུས་སྒང་ལ་རི་ཆེན་ཕྲེང་བ་གི་ནང་ནས་བདག་ལ་དེ་དག་སྡིག་མེད་ཅེས། བདག་དེས་མ་ལི་དེ་མིང་ཤོ་ཨོ་སི་ཡ་གེ་འོ་དེ་ཁུང་དྲངས་གནང་བ་རེད་ཟེར་ནས། དེ་འདྲའི་གེ་དཔལ་ཆེན་པོ་དེ་ཚོ་ལ་ཡང་ཨ་ནི་ཐུགས་དོགས་དེ་འདྲ་བྱུང་གི་ཡོད་ཙང་ང་ཚོ་སྟོང་ལས་སི་ཡ་དེ་ཉང་ལས་དེ་ཁོ་སྙིང་རྗེའི་གཞན་དབང་དུ་གྱུར་པའི། ཁོ་བོ་ཧ་ཅང་གི་གཞན་དབང་དུ་གྱུར་པའི་སྒོ་ནས་ད། ཁོ་མོས་པ་བྱས་བསྡད་པ་ཅིག་མ་གཏོགས་དངུལ་བཟོས་གཏོང་ཡ་ལེན་ཡ་མེད་མཁན་གྱི་དེ་ནང་ཡོར་བ་དེ་ཡིན་ཙང་འདི་ལས་ཁུངས་ཡོད་མེད་ཀྱི་དོགས་པ་གླེང་ཡ་དེ་འདྲ་ཅིག་ཡིན་པ་རེད་དྲན་གྱི་འདུག་དེ་ཡིན་ཙང་ངས་འདི་བགྲང་ཡ་གྱི་འདུག་ཁ་ཤེས་ཀྱི་མ་གློག་དེ་ན་མང་པོ་ཞེ་དྲག་ཡིན་བཀོད་བཞག་ཡོད་དེ་འདྲ་ཡིན་ཙང་འདོགས་གྱི་ཁུངས་དགོས་པ་ལ་ཨ་ནི་ཅི་ནི་ལེ་ཡི་རྣམ་འབྱེད་ལིས་འཇིག་རྟེན་གྲངས་དུ་མེད་པ་ཐམས་ཅད་ཀྱི་སྲིད་རྩེ་མན་ཆད་རྣམ་སྨིན་ཡན་ཆད་ཀྱི་ལྷ་དང་ལྷ་མིའི་སྟོབས་ཆེས་ཆེན་པོའི་ཚོགས་བདེ་བར་གྱུར་ཅིག་སྡུག་བསྔལ་བདག་གིས་བླངས་ནི། དེ་འདྲའི་དགེ། སྟོང་ལས་དགོངས་ཚུལ་ད་འདི་ནི་མ་གསལ་དབྱེ་བ་མཐའ་ཡས་པ་རེ་རེ་འདུག་དེ་མདོ་གཉིས་པ་དེ། ཕལ་ཆེར་ཁ་བ་ཉང་ནི་སངས་རྒྱས་བསྟན་འཛིན་རབ་ཏུ་ཐོབ་པ་ཚད་མེད་པའི་གནས་སུ་གྱུར་ཅིག་སེམས་ཅན་དེ་དག་གི། ཐམས་ཅད་ཀྱི་སྡུག་བསྔལ་གྱི་ཕུང་པོ་བསྒྲིགས་པས་ལེགས་སྣ་ཚོགས་འབྱུང་བ་བསྒྲིགས་པས་ལེགས་དེ་དག་ཐམས་ཅད་བསྒྲིགས་པ་དང་བ་ད་དེ་གའི་ཚུལ་ལེན་ཡང་ད་ལྟའི་ཆ་ཚང་ཀློག་མི་དགོས་པ་གྱིས་ཤིག་དང། ཡང། བདག་ཉིད་ཀྱིས་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་གྱི་ཕུང་པོ་བླང་བར་སྤྲོ་བར་བྱའོ་ཞེས་འདྲ་མདོ་ན་འདུག། ཚན་པ་སྔགས་ཚིག་གིས་དྲངས་པ་རེད་དེ་ན་ཚང་མ་གི་གཏོང་ལེན་དགོངས་ཚུལ། རིགས་དྲུག་གི་སེམས་ཅན་སའི་དབྱེ་བ་རེ་རེ། སེམས་ཅན་རེ་རེ་གི་རྒྱུད་རྒྱུ་སྡུག་བསྔལ་སའི་དབྱེ་བ་རེ་རེ་ནི་སྡུག་བསྔལ་གི་རྒྱུ་ཉོན་མོངས་པ། ཉོན་མོངས་པའི་གི་ཀུན་ནས་ལོངས་སྤྱད་གི་རྟགས་ཤེས་གཅིག། སྒྲིག་པ་དང་བཅས་པ་རེ་རེ་རེ་རེ་ནི་ངོ་བོ་དེ་ལྟར་དང་ཡིན་པ་ལ་སྣང་བ། ཨ་ནི་འོད་ནག་པའི་སྣང་བ་ལས། དབུགས་ཆུ་རྔུབ་པ་དང་མཉམ་དུ་ལེན། ལེན་པ་དང་རང་ལ་སྨིན། དེ་འདྲའི་དགོས་ནི་དགོངས་ཚོལ་བ་ཧ་ཅང་གི་གསལ་བོ། ང་རང་ཚོ་བློ་སྦྱོང་གི་མན་ངག་དང། སྤྱོད་འཇུག་ཆེན་པོ་དང་དེ་ཚོ་ལས་ཞེས་གསལ་བ། ད་མདོ་ནང་ལ་གསལ་གི་འདུག་ཟེར་ནས་ཞུ་ཡ་ཡིན། མདོ་ནང་ནས་གཅིག་མཇལ་ཐུག་ན་དངོས་གནས་དེ་ཚོ་དགོངས་སྟངས་ས་གཞི་གསལ་བ་དེ་འདྲ་འདུག། དེ་ནས་ད་ག་ནང་བཞིན་གྱི་མགོན་པོ་ཀླུ་སྒྲུབ་ཀྱིས། གསར་དུ་ཆུ་དང་མེ་དང་རྨེ་དང་དགོན་པའི་ཤིང་བཞིན་དུ། ཟེ་ཡག་གི་གཞོང་དེ་གི་ཁུང་དེ་ཡང་ནམ་མཁའ་མཛོད་ཅིག་ཞུས་པ་ལས།
ཕྱི་རོལ་གྱི་འབྱུང་བ་ཆེན་པོ་བཞི་པོ་དེ་དག་སེམས་ཅན་ཐམས་ཅད་ཀྱི་འཚོ་བར་གྱུར་ཅིག་དེ་བཞིན་དུ་བདག་གིས་ནང་གི་འབྱུང་བ་ཆེན་པོ་བཞི་པོ་འདི་དག་སེམས་ཅན་ཐམས་ཅད་ཀྱི་འཚོ་བར་གྱུར་ཅིག་ཟེར་ཏེ། རང་གི་ལུས་ལོངས་སྤྱོད་དུས་སོང་དགེ་རྩ་དང་བཅས་པ། སེམས་ཅན་གྱི་ལོངས་སྤྱོད་ཆར་བཅུད་པའི་འབྱུང་བ་ཆེན་པོ་བཞི་དང་སྨན་དང་དགོན་པ་ལ་སོགས་པའི་གང་ལ་གང་འདུལ་གྱི་དངོས་པོ་ལ་སྦྱོར་ནས་བར་སྟོང་ཚུལ། ཧ་ཅང་གི་དེ་ནས་སེར་པོ་གི་ཁུངས་དེ་མདོ་སྡེ་འདི་ཅིག་ཏུ་སུ་ཞུ་ཡ་ཡིན། ཨོ་རྒྱན་རིན་པོ་ཆེ་དང་དཀར་མོ་གཉིས་ཚེ་དེ་ཚོས་མགྱོགས་པོ་ཞུགས་འགྲོ་བཤད་ཡོད་ཨ་ལས་ལ་སོ། ལ་སོ་ལ་ད་དེ་ནས་ངས་འདི་ད་དེ་མ་ཆོངས་གུག་ད་ཨ་ཚེ་དེ་བྱས། དེ་བྱས་རེད་ད་ངས་ད་ད་དེ་མ་ཤེས་ཡ་དེ་ས་ཆའི་ག་ཚེ་མགོ་ནས་བ་འབྲི་ཡོད་ཤི་ན། ཨོ་ཡ་དེ་རེད་ད། ཨོ་ད་དེ་རེད། ད་རྒྱལ་གཉའ་རྒྱལ་གྱི་བྱང་ཆུབ་སེམས་བསྐྱེད་ཚུལ་དེ་དང་པོ་ཨོ་ནི་ས་བཅད་སྤྱི་སྟངས་ནི་ང་ཚོ་གཞུང་ནང་ལ་ཡང་ད་རྒྱལ་གཉའ་རྒྱལ་གྱི་སེམས་དེ་ལ་རྗོད་ད་རྒྱལ་གྱི་བསམ་པ་དང་འབྲེལ་བའི་བྱང་ཆུབ་སེམས་བསྐྱེད་མདོ་དུས་བཞི་པའི་གསུང་བཞག་ཡིན་ན་ངས་འདི་ནང་ལ་ས་བཅད་ཕ་རྗིད་འབྱེད་ནི་སྤྱོད་འཇུག་ལེའུ་བརྒྱད་པ་གི་གསང་སྟེ་ལེའུ་གི་ནང་ནས་མ་བསྒྲིགས་བྱས་ནི། དང་པོ་ད་རྒྱལ་བསྙངས་པ་རང་གཅིག་མཛོད་ཀྱི་སྐྱོན་སྒོ་དུ་མ་ནས་བསམ་པ་གཞན་གཅིག་མཛོད་སྒོ་ཡོད་དོན་དུ་མ་ནས་བསམ་པ་ད་རྒྱལ་གྱི་བསམ་པའི་གུ། ཨ་ནི་ངོ་བོ་ཉིད་ཀྱི་ཐ་དད་འཛིན་པ་དགག་པ་གཞན་གྱི་སྡུག་བསྔལ་རང་ལ་མི་གནོད་པར་བསམ་པའི་དགག་པ། གིས་དེ་ཉིད་བསལ་ཏེ་བདག་གིས་བགྱི་བའི་བསམ་པ་དངོས།
འོ་ད་དེ་རེད་དེ་ན་ནི་ཨ་ནི་ག་རེ་ཟེར་ན་བདག་གིས་བགྱི་བའི་བསམ་པ་གོང་ན་སྤྱད་རྒྱུ་ཡོད་པའི་རིགས་པ་དེ་དྲུག་པ་བྱས་ད་དེ་གོང་འོག་དེ་འཁྲུགས་བྱ་དེ་ཉིད་གིས་བསལ་ཏེ་བདག་གིས་བགྱི་བའི་བསམ་པ་དངོས། བསམ་པ་དེ་ལ་བརྟེན་ནས་བྱམས་པའི་དམིགས་པ་བསྩལ་ཏོ་སྙིང་རྗེའི་དམིགས་པ་བསྩལ་ཏོ་དེ་ནི་ལེན་པ། བྱམས་པའི་དམིགས་པ་བསྩལ་ཏོ་དེ་ནི་བཏང་བ། འོ་ད་དེ་འདི་ལ་བརྟེན་ནས་ནི་ལྷག་བསམ་བསྐྱེད་ནས་འབྲས་བུ་བྱང་ཆུབ་མཆོག་གི་རླབས་ཆེན་སྤྱོད་བརྗོད་ཀྱི་བྱང་ཆུབ་ཀྱི་སེམས་བསྐྱེད་པ། ས་བཅད་བརྒྱད་འགོ་ནས་ཞུས་ཡོད། དེ་ནས་ངས་འདི་ནི་མ་ཞུ་འདོད་པ་གཅིག་ལ། ད་ལྟའི་དུས་ཚོད་རྫོགས་ཤག་ད། དེ་ཉིད་དུས་གང་ལ་འདི་འདི་ནི་མ་གཅིག་བཤད་ཞུ་བཞག་ན་དྲན་གསུངས། རྒྱུ་འགྲོས་མེད་ང་བདུད་ཀྱི་སྒོ་ནས་བྱང་ཆུབ་ཀྱི་སེམས་བསྐྱེད་ཚུལ་དེ་སྔ་འདི། མ་གཞི་དྲན་འཕྲིན་ལག་སོགས་པ་དེ་དང། ནི་བརྗོད་དེ་བྱས། གཞན་དོན་དུ་རྫོགས་ཆེན་དང་དམིགས་ཤིང་རང་གི་གྲོགས་སུ་གྱུར་པའི་བྱང་ཆུབ་འདོད་པ་དང་མཚུངས་ལྡན་དུ་གྱུར་པའི་ཐེག་ཆེན་ལམ་གྱི་འཇུག་སྒོར་གྱུར་པའི་གཙོ་བོའི་རྗེས་གནང་རིགས་ཆད་པ་ཅན་ཐེག་ཆེན་སྲིད་ཅིག་གི་མཚན་ཉིད། ད་ལྟའི་མཚན་ཉིད་དེ་ང་སྔེ་མ་པས་འཕྲིན་གྲོགས་དུས། ཚུར་ཁང།

དེ་འདྲ་གི་སྦྱངས་པའི་འབྲས་བུ་ཕྱུག་ཟེར་ཡ་སྦྱངས་ཕྱུག་དེ་ལ་ནང་མཆན། འདོན་པ་ཟེར་ཡ་དེ་གི་འདོན་པ་བྱེད་ལུགས་དེས་མཆན་སོང་གི་རྣམ་པ་འཇགས་དུས་ཀྱི་རྩ་སོང་སྦྱོར་བ་མྱང་ལེན་ཞིག་གི་འདོན་པར་ཕྱིས་ཕྱིས་བཅས་པའི་སྒོ་ནས་ཞེ་འདོད་འབྲས་བུ་ཕྱུག་གི་ཐོབ་པ་དོན་དུ་གཉེར་བ་ཟེར་དུས་ཞེ་འདོད་དེ་ཞེ་འདོད་འབྲས་བུ་ཕྱུག་གི་ལ་འཇགས་བྱས་ནས་སྦྱངས་ཕྱུག་སེང་གེའི་མཚན་ངན་འདི་རྣམས་ལ་དོན་ལྔ་པ་དུ་བ་རྗེས་ཚང་ནས་གོ་བ་བླང་གི་རེད་གསུང་བ་ཅིག། དེ་ནས་ངས་ད་ལྟ་ཟེ་ཡ་དེ་གདོང་དེ་རེད་ད། ནས་སྒྱུ་འཕྲུལ་མན་ངག་དོན་དུ་བརྒྱག་བདག་གིས་གཉའ་ཁྱིའི་ངོ་ནས་བྱང་ཆུབ་ཀྱི་སེམས་བསྐྱེད་པ་ཟེ་ཡ་དེ་ལ་སྒྱུ་འཕྲུལ་མན་ངག་ཚོས་དམིགས་སྒོ་གཅིག་ཏུ་བསྒྲིལ་ནས་བཀའ་ཐང་ཆོས་གཅིག་སྒྲིག་གི་བྱང་ཆུབ་སེམས་བསྐྱེད་ཚུལ་དེ། ཨ་ནེ། དང་པོ་དེ་ནི་བཏང་སྙོམས་གཉིས་པ་དེ་མ་གཞི་བྲལ་འབྲས་བྲལ་འབྲས་དེ་ལ་བྲལ་འབྲས་ཕྱེད་པ་བ་དེ་གཅིག་ཞུ་བྱ་བ་བྲལ་འབྲས་ཕྱེད་པ་བ་དེ། ག་རེ་ཟེར་ན་ང་ཚོ་མ་བྱས་མྱོང་པ་དེ་རྙེད་བྱུང་མྱོང་བ་ཙམ་མ་ཡིན་པ། མ་མ་སྐྱེས་པའི་ཚེ་ཡང་བཀའ་དྲིན་ཆེ་བ། དཔེར་ན་དགྲ་བགེགས་གཉའ་བགེགས་བྱང་ཆུབ་སེམས་དགོངས་མཁན་གྱི་བྱང་ཆུབ་སེམས་དཔའ་དེ་མ་དགོངས་པ་ལས་དགྲ་དགོངས་པ་དེ་ནི་གལ་ཆེ་བར་བྱ་སྟེ་ག་རེ་ཚེ་ན་དགྲ་སྟེ་ནི་དགྲ་དེ་གི་གཉིས་སྐྱེས་གི་ཡོད་གཟུགས་པོའི་གི་ཡོད་དེ་འདྲའི་ཆག་སྒོ་ཡོད་ཙང། དེ་ཚེ་དོལ་ཐོས་གི་ཚང་ནས་མ་གཏོགས་བློ་སྦྱང་དགོས་གི་མ་རེད་ཟེར་ཡ་ཡིན་ངེས་དེར་ག་རེ་ཚེ་ན།

ནི་དྲི་བ་དྲིས་ལན་གནང་རོགས་ཅེས་རོ་བ་ནི་ད་གོང་དུ་མང་པོ་གསུངས་ཚར་སོ་ནི་དྲི་བ་རེ་རེ་བྱས་དེ་གཅིག་ཚར་ཚུར་མང་པོ་མེད་པ་བྱས་རྡོག་རྡོག་བྱས་ལན་དེ་རྡོག་རྡོག་བྱས་བྱས་ནས་ད་ང་ཚོ་དུས་ཚོད་མང་པོ་གས་ཡོག་མ་ར་དཀའ་མོ་ཉི་ཤུ་རྩེ་ལྔ་རེད་ཅིག་མང་པོ་གཅིག་ལ་ནི་ཅིག་གོ་སྐབས་ཕུལ་ཐུགས་ཡག་གི་འབད་རྩོལ་གནང་རོགས་ཞེས་བྱས་ནས་འོ་ཐུགས་བསེ་ནས་སྐྱབས་འཇུག་ཞུ་གི་ཡོད་ནི་དྲི་བ་དྲིས་ལན་འགོ་བཙུགས་རོགས་གནང། ལགས་སོ། ཨ་ནི་ང་རྒན་ལ་ཡར་དེ་བཀའ་འདྲི་ཞུ་ཡ་གཅིག་ལས། རྒན་གྱིས་ད་ལྟ་བདག་ཆེན་བཅས་པའི་ཨ་ནི་སེམས་བསྐྱེད་ཚུལ་དང་ཨ་ནི་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་སེམས་བསྐྱེད་ཚུལ་གཉིས་པོ་དེ་གཙོ་བོ་དེ་དབང་པོ་རྣོ་རྟུལ་གྱི་སྒོ་ནས་བྱ་བ་རང་བྱེད་བྱས་ཡོད་འདུག་ཨ་ནི་ངས་བཀའ་འདྲི་ཞུ་ཡ་ལ་ཡར་དག་ཨ་ནི་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་ཨ་ནི་སེམས་བསྐྱེད་པ་ཡིན་ན། ནི་སེམས་ཀྱི་རྐྱེན་ངན་དེ་ལ་ཡིན་བྱེད་ཀྱི་ཀོ་ཨོང་པོ་རྟུལ་པོ་རེ་བཅས་ཡིན་དགོས་པའི་རྒྱུ་མཚན་ག་རེ་ཡིན་ནོ་ཀོ་སྟོང་ཉིད་ནི་ཚོགས་ལམ་གྱི་སྔོན་ནས་སྟོང་ཉིད་མ་རྟོགས་དགོས་པའི་རྒྱུ་མཚན་ག་རེ་ཡིན་ན་དེ་འདྲ་གཅིག་ཤོད་ཨ་ད་གན་གྱི་དེ་ཉིད་གཉིས་ག་རེ་ཟེར་ན་ནི་ཁོ་རང་གཉིས་རྟེན་གྱི་སྒོ་ནས་རྟེན་ཨོང་པོའི་སྒོ་ནས་འགལ་བ་རེད་སེམས་ཀྱི་གཉིས་འགལ་བ་མ་རེད་ཟེར་ནས་གསུང་སྙན་སོགས་རེ་ཞིག་དུ།

དཔེར་ན་ཇའོ་ཡི་ཁེ་ནོར་བུ་གྱི་སྤྱོད་འཇུག་བཀའ་ཁྲིད་ནང་ལས་བྱང་ཆུབ་སེམས་དཔའི་ཕལ་ཆེ་བས་དེ་ཐུགས་ཡུལ་ལ་ཐུགས་ལ་ཤོང་གི་མ་རེད་གསུངས་བཞག་འདུག་ཤོང་དཀའ་བ་ཡིན་དུས་ཁོ་གཉིས་ལྟོ་འཕྱེ་ཆུའི་མགོ་ནས་ཨང་པོ་གི་རབ་འབྲི་གཅིག་བརྩི་གི་འདུག་སྟོང་ཉིད་རྟོགས་པའི་ཤེས་རབ་རྟོགས་མ་ཐག་མགོ་ནས་ཡང་གཅིག་བརྩི་ཡ་ཡོད་རོགས་ཡང་དག་ཤེས་སུ་མངོན་དུ་བཏང་བ་དེ་འོ་དེ་ངས་དཔྱོད་ཕིག་གི་ཆ་ནས་གཉིས་ལྟོ་འཕྱེ་ཆུའི་མགོ་ནས་རབ་འབྲི་མཐའ་སོང་བཞག་ནས་དཔེ་མེད་པའི་བྱང་ཆུབ་སེམས་བསྐྱེད་མཁན་དེ་གཉིས་ལྟོ་འཕྱེ་བ། ཡེ་ཤེས་དམ་པའི་བྱང་ཆུབ་སེམས་བསྐྱེད་མཁན་དེ་འབྲིང་བ།

ད་ལྟ་རྒན་གྱི་དཔྱད་རྩོམ་ཤོག་གྲངས་སུམ་བརྒྱ་དགུ་བཅུ་གོ་གཉིས་ནང་འདི་འདྲི་གསུངས་གནང་འདུག་བོད་དུ་བློ་སྦྱོང་གི་ནང་ལེན་གཏོང་ལེན་རླུང་ལ་ཞོན་ནས་དགོངས་ཚུལ་འདི་ལ་ཕ་ཡུལ་གྱི་མཁས་པ་འགའ་ལའང་དོགས་པ་བྱུང་ཡོད་གསུངས་ཤག་དེ་འདྲ་ཡིན་དུས། ད་ལྟ་བློ་སྦྱོང་གི་ནང་ལེན་འདི་ནི་བོད་ལ་མ་གཏོགས་རྒྱ་གར་ལ་མེད་པའི་སོ་ནམ་གྱི་གཅིག་དང་ཕ་ཡུལ་གྱི་མཁས་པ་འགའ་ལའང་དོགས་པ་བྱུང་བ་གསལ་ཏེ་ཕ་ཡུལ་མཁས་པ་སོ་སོ་ལ་ཡང་དོགས་པ་བྱུང་ཡོད་རེད། དེ་ཇི་ལྟ་བ་དེ་ནས་ནི་བློ་སྦྱོང་དང་བློ་སྦྱོང་དང་ནི་ལམ་རིགས་གཉིས་ལ་ཡང་ནི་ཁྱད་པ་ག་རེ་ཡོད་རེད། ལགས་སོ། ཨང་ད་ལྟ་འདི་རེད་ད་གིན་རྒྱ་གར་ལ་དུ་ཡོད་ཀྱི་རེད་དེ་རྒྱ་གར་ལ་ཕལ་ཆེར་ཡོངས་གྲགས་བོད་ནང་བཞིན་དེ་འདྲ་ཡོངས་གྲགས་ཡོད་ས་མ་རེད་ཏན་ཏན་ཡོད་ས་མ་རེད། ཨང་ད་དེ་ང་ཚོ་བོད་ལ་ཡ་ཁྱབ་ཆེན་པོ་ས་ཆིག་རྡོ་ཆིག་ཅིག་བྱུང་ཤགས་དེ་ངས་གསལ་པོ་བརྗོད་ཞུ་ཡི་གར་ཚེ་ན་རྒྱ་གར་མཁས་པ་དེ་ང་མཚན་ཞུ་ཡ་མེད་ངས་བློ་སྦྱོང་ཚིག་དོན་བསྟུད་མར་གྱི་བཀའ་ཁྲིགས་ཀྱི་སྐབས་ལ་དེ་ནི། དེ་འབྲེལ་གྱི་གསུང་གསུང་བསམ་པ་གྱིས་ང་རང་དྲན་བླངས་ཟེར་གི་འདུག་འདིར་བཀོད་བྱ་ཡི་ང་རྒྱ་གར་པེན་ཀྲུག་སུ་ཡི་མིང་བཏགས་ཡ་མེད་ཡོང་རྒྱུ་དེ་ཆེ་ཁག་བར་གྱི་གླང་རི་དྭངས་པིག་གི་བློ་སྦྱོང།
ཚིགས་བཅད་མ་གི་ནང་ལ་ད་ལྟ་ངས་ཞུས་བ་དེ་དེ་གི་ཐུགས་དོགས་བྱུང་ནས་བཀའ་འདྲི་གནང་ཤག་དེ་དངོས་སུ་བྱུང་རྒྱུ་གཅིག་རེད་ཞུས། ད་རྒན་གྱི་ད་ལྟ་དྲི་བ་གཅིག་དེ་གི་དེ་གི་ཡིན་དགོས་ག་རེ། གླང་རི་དང་བློ་གླང་སྦྱོང་རི་ནས་དང་ཆེ་བ་བློ་སྦྱོང་ནས་ཆེ་བ་ཡོད་རེད་ལམ་གྱི་རིམ་པ་ཚུལ་དུ་མགོ་ཤེས་ཉིན་དེ་ཚུལ་ནས་མི་ད་པར་མ་ད་ཆོས་ཉེས་ཁ་དུ་ཚོད་སླེད་དགོས་རེད་བ་བློ་སྦྱོང་ཟེར་ཡ་དེ་དེ་ཕལ་ཆེར་གཙོ་བོ་ང་ཚོ་བློ་སྦྱོང་ཚིགས་བཅད་མ་དང་བློ་སྦྱོང་དོན་བསྡུས་མ་དང་ད་ལྟ་སྟོང་ལས་དགོངས་ཚུལ་དེ་ཚོ་རང་ལ་བྱ་དགོས་འདུག་དྲན་དགོས་རེད། དེ་ནས་མི་སོང་འདྲ་བྱ་ན་འགྲིག་འདུག་དྲན། རྒན་ངག་གིས་བཟང། རྒན་ལ་བཀའ་འདྲི་ཞུ་ཆོག་པ་ཅིག་ད་རྒན་ལ་བཀའ་འདྲི་མ་ཞུས་པའི་ངེད་ལ་སྐུ་ཚེ་ལྔ་འདི་མཁན་རིན་པོ་ཆེ་ལ་གནང་ཅིག་ཞུ་ཡ་ཡིན། ད་ནུ་ཞོ་སྐད་དེ། སྐར་མ་གཅིག་ནང་ལ་ངེད་ཇུས་རྫོགས་ཚར་བ་བྱེད་གི་ཡིན་ད་ནུ་ཞོ་རྒན་ཡང་མ་རུ་མཆིས་གི་ངེད་དེ་ཁུངས་ཅིག་ཅན་ཞིག་བཟོ་རོགས་བ། འདི་ག་རེ་རེད་ཟེར་ན། ང་དང་པོ་དོགས་པ་ཟ་ས་དེ་ག་རེ་ཟེར་ན། ཨ་ལ་འཇིགས་མེད་ལྟོ་འཇིགས་ཀྱི་དྲུང་ངེད་ལས་ཤེས་ཉི་མའི་འཇུག་ངོགས་ནང་ལ། ཤོག་ལོང་གིས་ཨ་ནི་རྗེ་བྲུ་དེ་དེ་གི་ནང་ལ་ཏུ་པ་ཡི་ཤི་ལ་བརྟེན་པའི་རྟ་ཡི་དགག་བྱ་འགོ་བའི་རིགས་པ་ཕྱི་བཞིན་དུ་བསགས་ལ་གསུངས་པ་རེད་གསུངས་བ་རེད་དེ་གསུངས་ས་དེ་ག་བ་ཡོད་རེད་ཟེར་ན། སུ་རྒྱ་བཞི་ཞེ་གཅིག་ནི་འདུག་དེ་ཕང་འགྲོ་ནི་གཅིག་ཟིརོ་གཅིག་ཨིས་ཨ་ནི་རྟ་དེ་གི་ས་བེད་ཅིག་ནི་ང་ཚོ། རྗེ་བྲུ་དེ་ནི་རྟ་དེ་ག་ལ་རྗེ་བྲུ་དེ་དེ་ནི་ཚིག་འདི་འདྲས་ཡོད་རེད། མང་པོ་འདུག་སྤྱི་དང། གཟུད་འདི་མི་ཚོ་དེ་ཉིད་དུ་རུང་གི་ངོ། ཡོད་མོད་པི་དེ་ཡི་ངོ་ཉིད་དུ་ནི། སྣང་སྟོང་སྣང་གི་གོ་སྐལ་བཟང་ཟེར་དེ་རྩ་བའི་གཞུ་དེ་རེད། ད་དེ་གི་ཚིག་གི་འགྲེལ་པ་དེ་སློབ་པའི་སྐད་མཆོག་འབུག་གི་ལྗིད་དུ་དེ་དེ་གི་འགྲེལ་པ་རྣམས་ལ་སྦྱང་འོང་དེ་ག་ལ། རྒྱུད་བཞི་རང་ཚིག་གི་སྤྲོས་པའི་སྟོང་ཉིད་ཀྱི་ལྟ་བ་དེ་ལ་སྦྱངས་ནས་ད་ལྟ་དེའི་རྩ་བའི་ཚིག་དེའི་འོག་དེ་ལ། བཅོམ་ལྡན་འདས་ཀྱིས་ངེས་པར་གསུངས་གསུང་རོ། བཅོམ་ལྡན་འདས་ཀྱིས་ངེས་པར་གསུངས་ཟེར་དེ་ག་ལ། དང་པོ་སློབ་པའི་སྐད་མཆོག་སྤོང་གི་དེའི་གང་ལ་ཚིག་འགྲེལ་དེ་བརྒྱབ་དེའི་འོག་གི་བཅོམ་ལྡན་འདས་ཀྱིས་གསུངས་ས་དེ། མིང་ནི་གུང་དོ་གུང་གིས་ཕྱིན་ནོ་གུང་དོ་ཀུན་བྱེད་པ་དེ་ལ་དེ་ནི་ཡོད་མ་ཡིན་འདི་ནི་ཕྱིན་ནོ་ཕྱིན་ཉིད་དོ། གཞུང་ས་ནི་གསུམ་པའི་འཇུ་བྱེད་རང་ཚིག་གི་སྤྲོས་པ་བཀག་པས། ལུང་སྲོག་ཡོར་བ་དང་ལུང་སྲོག་གི་ནང་ནི་སྲིད་པ་འཕོ་བའི་མདོ་དང། དོན་གྱི་བདེན་ཚིག་དེ་མིན་དུ་བདུད་བྱེད་ཀ་ཏི་པུ་ལི་གསུམ་པའི་མདོ་གསུམ་གྱི་ནང་ནི་མདོ་དང་པོ་སྟེ། སྲིད་པ་འཕོ་བའི་མདོ་དེ་དྲུང་ནི་སྲིད་པ་འཕོ་བའི་མིང་ནི་གུང་དོ་གུང་གིས་བསལ་ཏེ་འཇུ་བྱེད་རང་ཚིག་གི་སྤྲོས་པ་བཀག་པའི་སྟོང་ཉིད་ཀྱི་ལྟ་བ་བསྟན་དགོས་ཡོད་པ་དེ་སྦྱར་གྲགས་བེད་གྲགས་རེད་བ། འོན་ཏེ་དང། ཏང་གི་རྗེས་སུ་དེད་དེའི་སྒོ་མ་སྙིང་པོ་དེ་ཅི་རེད་རྗེས་སུ་དེད་དེ་གཙང་རོང་གི་ནང་ལ་ཅང་དེ་མེད་ཅིག་ངེས་པར་སོང་ཟེར་ཡ་དེའི་གསུང་ས་དེ་ག་དུས་དེ་ལ་སློབ་བའི་སྐད་མཆུ་ཕུང་གི་ལུང་དེ་ཡིས་སོང་ད་འོ་དེ་བྱས་དེ་འཇུ་བྱེད་རང་ཚིག་གི་སྤྲོ་བ་དཀར་བའི་སྟོང་ཉིད་ཀྱི་ལྟ་བ་དེ་གཞུང་ལུང་གི་གསུང་རྣམས་ལ་རྗེས་སྡུད་དེ་དོན་ལ་དཔེ་མ་སྲིད་པ་གསལ་བོ་ཡོད་རེད་དེ་ད་གསུང་འབུག་ཕ་བང་ནང་ལ་ཡོད་རེད་ཤེས་ཤིག་གསུང་ཕ་བང་ནང་ཡོད་རེད་འོ་དེ་ཅི་ཞུ་ཡ་ཡིས། དེ་ཅིས་མ་ཞུ་ནས་འཇིགས་མོ་འདོར་བ་གར་ཟེར་ན། དེས་ང་ཚོ་དེ་འདི་འདྲའི་རྩ་ཆེན་པོ་གཅིག་འདུག་ལས་དེ་གར་བཟོ་རེད་སྐད་ཆ་ཡང་ཁུངས་མེད་ངན་བཤད་ན་འགྲིག་མ་རུ་བ། ད་ངས་བྲོ་བ་ངན་བཤད་དེ་ག་རེ་ཡིན་ཟེར་ན་རྒན་ངའོ་སྐད་གཟུགས་ལ་བྲོ་བ་ངན་བཤད་དེ་ག་རེ་ཡིན་ཟེར་ན། རྒན་གྱི་ཤུགས་དྲུང་བཞི་བརྒྱ་དང་སྤྱི་མེད་དྲུག་གི་ནང་ལོ། རྒྱ་བོ་ལྟ་བུའི་སེམས་བསྐྱེད་དུ་ངན་པ་ལྟ་བུའི་སེམས་བསྐྱེད་དུ་ཤུལ་རྫི་ལྟ་བུའི་སེམས་བསྐྱེད་གསུམ་བྱས་ནས། རྒྱ་བོ་ལྟ་བུའི་སེམས་བསྐྱེད་དེ་དབུ་འབོ་རྟུལ་པོ་བྱེད་ངན་པ་ལྟ་བུའི་སེམས་བསྐྱེད་དེ་དབུ་འབོ་འབྲི་ཤུལ་རྫི་ལྟ་བུའི་སེམས་བསྐྱེད་དེ་དབུ་འབོ་མཆོག་ལ་དོ་བ།

ག་རེ་ཚེ་ན། འདོད་ཆེན་པའི་སེམས་བསྐྱེད་པ་ནི་གྲངས་མེད་གསུང་རྒྱུན་རྩ་གསུམ་གོ་ནི་ཟེར་ཏེ། ཚོགས་རྒྱུན་རིང་པོ་བསགས་དགོས་དོ། ཡེ་ཤེས་དམ་པའི་སེམས་བསྐྱེད་པ་ནི་གྲངས་མེད་བདུན་གྱི་ཚ་ཆེན་པ་ཡིན་ནོ་ཟེར་ཏེ་འབྲིང་རེད་དོ། ཚོགས་བསགས་སྟངས་གོ་ནི་ཏག་ཏག་དྲུག་གོ་འདུག་དཔེ་མེད་པའི་སེམས་བསྐྱེད་པ་ནི་གྲངས་མེད་གསུང་རྒྱུན་ཚོགས་བསགས་གསུང་དུ། ད་བྱ་བ་བྱང་པ་མགོན་པོ་གི་ཐུགས་ཏེ་གསུང་དབྱངས་དེ་རྒྱལ་པོ་ལྟ་བུ་གསུང་ལྕེ་ཡ་དེ་རྙེད་པ་ལྟ་བུ་ལྕེ་དེ་ལྟ་བུ་གན་དགེ་དགོས་ཀྱི་མ་རེད་མ་གཏོགས། རྒྱལ་པོ་ལྟ་བུ་སྲས་མ་རེད་གཉིས་པ་ལྟ་བུ་རྒྱལ་པོ་ལྟ་བུ་བྱང་ཆུབ་སེམས་བསྐྱེད་ཀྱི་བདག་ཅག་སྟོན་པ་ཤཱཀྱ་ཐུབ་པ་དང། ནི་བརྒྱ་བྱིན་མ་དངོས་པོ་ཡིན་འདས་པ་དེ། བསྐལ་པ་ནི་བརྒྱད་ཁྲི་བཞི་སྟོང་པ་ཁོང་དགའ་བདེའི་བྱང་གི་སྔ་མོའི་ལྕང་སྲམ་བདག་ཅག་སྟོན་པ་བརྒྱ་ང་བ་ཞེས་ཅི་མཛེས་ཤུགས་དྲག་ཆེ་བའི་དྲིན་བསལ་ཏེ། ད་ལྟ་རྟོགས་ལྡན་རིན་པོ་ཆེ་སྐུ་གོང་མ་རྟོགས་ལྡན་འཇམ་དབྱངས་བློ་གྲོས་ཀྱི་གསུང་དང་མཐུན་དགོས་རེད་ཟེར་ད་དེ་ལ་ཁུངས་བཅོལ་གྱི་རེ་དྲན་གྱི་འདུག་དེ། བླ་རྫོགས་མཁན།
ང་དེ་དྲི་བ་དེ། སྤྱི་དང་ཉན་པ་ལྟ་བུའི་སེམས་ཀྱིས་ཉན་པ་ལྟ་བུའི་སེམས་ཀྱིས་ཁུངས་ཏུ་ཁུངས་གསུང་ས་གི་མདོ་རུ་བ། སེམས་ཀྱི་རྩ་གསུམ་པའི་ལེའུ་ཡི་མདོ་དེ་ཀུན་མཁྱེན་བླ་མ་འཇོན་བཞི་པའི་ཕ་ཞིག་ཐ་ཆད་ནང་ལ་དྲོངས་ཡོད་རེད། ཡིན་ན་ཡང་དེ་རྒྱ་ཡང་མ་ངེས་པའི་སེམས་ཀྱིས་ཡིད་གསུང་ཡ་དེ་ག་རེ་རེད་ད་ཁོ་རང་དངོས་གནས་བྱས་པ་ཡིན་ན་སོ་སོ་གི་ཐུགས་ཉོན་ཞེན་མཛད་པ་དེ་བོད་ཀྱི་གཞུང་ལ་གསུང་དགོས་ར་བ། ད་ད་ནག་གིང་གི་གསུངས་པ་དེ་ལ་ཡང་ཉན་པ་ལྟ་བུའི་སེམས་ཅན་ཡིད་གཏོང་གི་བདག་ཅག་ཐུགས་ཀྱི་སྙོམས་དུ་ཚོང་བྱ་བ་འདི་བས་ཉན་པ་ལྟ་བུའི་སེམས་ཅན་ཁོང་ལ་དཔེ་མི་སྲིད་པར་འགྲོ་ཁག་པོ་འདུག་དེས་ན་གཞི། ཀུན་མཁྱེན་བླ་མ་འགྱོད་བཞི་པའི་ཕ་གཞི་ཐ་ཆད་ནུས་གསུངས་ཤར་འཇུག་དེ་ཡང། ཚིགས་བཅད་ཤོ་ལོ་ཀ་གཉིས་འགྲོ་བའི་རིགས་པས་འགྲོ་ཁག་པོ་འདུག། དགེ་བསྔལ་དེ་གཅིག་དང་ངའི་རིག་པ་དེ་ཡིན་ད། ཁོ་ཚོགས་བསགས་དང་རིམ་གྲ་སོང་བསྟན་བ་ཡིན་ཙང། ནས། གར་ཟེར་མི་རྒྱ་བོ་ལྟ་བུའི་བྱང་ཆུབ་སེམས་དེ་ལྟས་སུ་ངེས་ལས་སོ་སོ་དེ་སྲིད་དུ་བ། བསྙེན་པ་དེ་མཉམ་དུ་ཟེར་བློ་རྒྱ་ཆེ་རུ་འགྲོ་སོང་བ། སེམས་ཅན་ཐམས་ཅད་མངལ་གསང་སྐྱེ་འཇིག་ཀུན་གཟིར་དེ་ཉིད་སྟོབས་ཆེར་འགྲོ་བས་བ་ཁོ་ཚོ་ད་ག་རང་གི་ཨམ་བི་རྣོ་འདི་ཏུ་སོང་སྟེ། བྱས་ཙང་ངེད་ཅག་ནི་གོ་བ་དམ་པའི་ས་མ་རེད་ཀྱིན། རོ་རྒྱ་པོ་ལྟ་བུའི་སེམས་ཅན་སྲིད་དེ་གར་སེམས་ཅན་ཐམས་ལ་སྡུག་བསྔལ་ལས་སྐྱོབ་པའི་ཆེད་དུ་རང་ཉིད་སོང་སྐྱེ་བ་རེད་མ་གཏོགས་ཁྱོད་ཚོ་ཚང་མ་དེའང་མངལ་ང་སྐྱིད་པོ་ཅིག་ལོང་ག་ཅིག་འགྲོ་གི་ཡིན་ཟེར་ཡ་དེ་སོང་ན་མ་རེད་བ། མ་རེད་ཀྱིན། དེ་མ་ཡིན་དེ་ཙང་ནི་རྒྱ་པོ་ལྟ་བུའི་སེམས་ཅན་དེ་གར་སྐྱེས་ནས་ཁོ་འོམ་བུ་ལྟ་བུ་ཆགས་ཀྱི་ཆགས་སྟངས་མང་འདུག་སྟེ། དེ་ཡིན་ད་ངས་ཚོགས་བསགས་ཚེ་མདོ་ཁོ་རང་བྱས་ན་གྲངས་མེད་སུམ་ཅུ་རྩ་གསུམ་བར་འགོག་འགྲོ་གི་འདུག་བ་གཅིག་དེ་གྲངས་མེད་བདུན་གཅིག་དེ་གྲངས་མེད་གསུམ། ཨ་ནི་འགོག་དགོས་དོན་མི་འདུག་ལ་དགོས་རེད། ལགས་སོ་རྒན། སངས་རྒྱ་སྔགས་ལས་དེ་ཞེས་ཅིང་ཚེ་ཤུགས་དྲག་ཆེ་བའི་དྲིན་ཡིན་ཟེར་ཁོག་གི་སྦུ་ཅག་རྒྱག་དགོས་ར། ལགས་སོ་རྒན་ངས་དེ་དྲི་བ་ཞིག་ཞུས་ཆོག་པ་ཅི། ད་ལྟ། བདག་གཞན་མཉམ་བརྗེ་ཀྱི་སྐོར་ནས་སེམས་སྐྱིད་ཚུལ་དང་རྒྱུ་འབྲས་མི་མངའ་དོན་གྱི་སྐོར་ནས་སེམས་སྐྱིད་ཚུལ་གྱི། བརྒྱུད་པ་རྩིས་ཡིན་དུས་ད་ལྟ། རྒྱུ་འབྲས་མི་མངའ་དོན་གྱི་སྐོར་ནས་སེམས་སྐྱིད་ཚུལ་གྱི་རིམ་པ་དེ་བྱིས་ཚུན་བྱམས་པ་ནས་འཕགས་པ་ཐོགས་མེད་ལ་བརྒྱུད་པའི་ལུགས་ཀྱིས། ནས་བརྒྱུད་པ་དེ་རྩིས་ཀྱི་ཡོད་རེད་བ། ད་དེ་ཡིན་དུས། ད་ལྟ་དམིགས་བསལ་གྱིས་རྒན་གྱིས་ད་ལྟ་དེ་ཐོག་ལ་དོ་སྣང་གནང་པ་ཡིན་པ་སོང་ཙང། འཕགས་པ་ཐོགས་མེད་དང་རྗེ་བཙུན་འཇམ་པ་མགོན་པོའི་གཞུང་ནང་ལོགས་ལ། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་སེམས་བསྐྱེད་ཚུལ་གྱི་རིམ་པ་གསུངས་བཞག་པ་དེ་འདྲི་མཇལ་ཡོར་ཡོད་མ་རེད། གལ་སྲིད་མཇལ་མེད་པ་ཡིན་ན། ཨ་ནི། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་སེམས་བསྐྱེད་ཚུལ་གྱི་རིམ་པ་དེ། རྗེ་བཙུན་འཇམ་པ་ནས་འཕགས་པ་ཐོགས་མེད་ལ་བརྒྱུད་པའི་རིམ་པ་དེ་ཡིན་པའི་རྒྱུ་མཚན་ག་རེ་རེད། དེ་ཞུ་བའི་དང་ད་ལྟ་ངས་ཚང་མ་ཚགས་མ་བཟོ་མཁན་དེ་གཅིག་དང། དེ་ནི་ད་ལྟ་རྗེ་བཙུན་འཇམ་པ་མགོན་པོ་གིས་བསྟན་བཅོས་མངོན་རྟོགས་རྒྱན་ནས་མར་གསུངས་བཞག་ཡོད་པའི་སེམས་བསྐྱེད་སྐོར་དེ། སྐྱེ་སྟངས་མངོན་རྟོགས་ཅན་གྱི་ཆེད་དུ་སྐྱེ་བའི་གདུལ་བྱ་ཡིན་ན་ཐེག་པ་ཆེན་པོའི་རིན་ཆེན་དབང་པོ་རྣོན་པོ་ཡིན་དགོས་ཀྱི་རེད་གསུང་གི་ཡོད་རེད་ཨེ་ན་སེམས་སྐྱེ་སྟངས་ཀྱི་རིམ་པ་དེ་ལ་བདག་གཞན་མཉམ་བརྗེའི་སྒོ་ནས་སེམས་སྐྱེ་ཚུལ་མེད་པ་ག་རེ་རེད་ཨོ་དེ་ངས་དེ་གཅིག་དང། ངས་འདི་ནས་དེ་ཡང་བཀོད་ཤག་ནས་ད་འདྲི་སོང་ཡང་བསྐྱར། ད་དྲི་བ་གཉིས་མ་གཏོགས་ད་ངས་ལན་བརྒྱ་ཤམ་བརྗེད་འགྲོ་ས་རེད། རེད་རེད་རེད་ཨོ་དེ་ཁྱེད་རང་གིས་ངའི་དོགས་གཅོད་བཀོད་ཡོད་ང་ཡང་དེ་དོགས་པ་ཟ་གི་འདུག་མངོན་རྟོགས་ཅན་ནི་ཤེས་མཁས་སེམས་བསྐྱེད་པ་ནི་ཤིང་ཡང་རྩ་གཙོ་བོའི་བྱང་ཆུབ་མདོའི་ཟེ་ཡ་སྟེ་བྱང་ཆུབ་ལང་རིས་ཆེན་མོ་དགེ་ཡ། དེལ་ཁུང་དུག་གི་ལང་ཁྲོལ་དུ་ཚངས་མ་གི་མན་ངག་འདི་ཡིན་གསུང་དགོས་རེད། དེ་འདྲའི་མངོན་རྟོགས་ཅན་དེ། ནི་ཐིག་ཕྱིའི་ཐུན་མོང་མ་ཡིན་པའི་བསྟན་བཅོས་ཡིན་ཙང་གདུལ་བྱ་ཕྱིའི་དབང་རྣོན་ཡིན་གསུང་ཡོད་རེད་ཡང་དག་ཤེས་སོགས་མངོན་དུ་བཏང་དགོས་ཀྱི་འདུག་འོ་དེ་གའི་བདག་རྐྱེན་ཉག་ཅིག་བྱང་ཆུབ་སེམས་མཆིས་མི་ཐུབ་བ་ག་རེ་རེད་ཟེར་ཡ། ངས་འདི་ན་དོགས་དཔྱོད་བཀོད་ཡོད་ལ་ང་ལས་དོགས་པ་དེ་ཟ་དགོས་རེད། ཡིན་ནའི་མངོན་རྟོགས་ཅན་གྱི་འབྲེལ་ཆེན་འབྲེལ་པ་ཕལ་ཆེ་བ་ནང་ལ་བདག་རྐྱེན་ཉག་ཅིག་བྱང་ཆུབ་སེམས་བསྐྱེད་ཚུལ་ད་ནི་ངས་མཇལ་མ་སོང་ཟེར་གྱི་ཡ་ཡིན།

ད་གེ་མ་བཤད་འོང་དུས་སྒྱུ་འཕྲུལ་མ་བསྒྲིགས་འོང་དུས་གང་སླད། བདག་གཞན་བརྗེ་བའི་བསམ་པས་གུས། བདག་གཞན་གཉིས་ངོ་གཉིས་ཀྱི་ཐ་དད་འཛིན་པ་སེལ་ཡོང་དུས། ཕ་རུ་ཚུ་རུ་གཞན་དུ་རྫུན་ཟེར་དུས་འབྲུག་ཤ་བདག་དང་གཞན་གཉིས་བཏུས་པ་སྟེ། ཕ་རུ་ཚུ་རུ་གཞན་དུ་རྫུན་ཟེར་ནུས་རིག་པ་སྣང་དག་གིས་བསྒྲུབ་དགོས་པ་ཡིན་ཙང། དེ་གིས་གུག་དེ་སེལ་དགོས་ཀྱི་ཡོད་ཙང།

དམིགས་སྐོར་བཅུ་གཅིག་ཟེར་ཞེས་གསུངས་འདུག་བ་ལ། འདི་ཡིས་ཁྱེད་རང་གི་ཁུངས་སྐྱེལ་ས་དེ་རྒྱ་གཞུང་གི་ཆ་བེད་ག་རེ་ཡིན་ན། དེ་ལ་ད་ལྟ་འདི་ནང་གྲངས་གནང་འདུག་བ། ནར་བུན་ལམ་ལམ་སྤྲུལ་ལང་ཆེན་གྲངས་གནང་འདུག་བ། ངའི་ཟེར་ན་རེད་བ། ང་རང་བསམ་ཚུལ་རེད་ད། ཁྱེད་ཀྱིས་ན། ངོ་ཚའི་ངོས་འདི་ཚོ་ཡིན་སྲིད་གི་རེད་བ། ད་ལྟ་འདི་ཡི་ཇོ་ཇེ་ཕེ་ཁ་འདམ་དུས་ང་ཚོས་གསུང་སྟངས་བྱས་བས་ན། བླ་མ་སེང་གླིང་བ་དེ་ལ་ལོ་བཅུ་གཉིས་པ་དེ་བྱང་ཆུ་སེམས་བྱུང་སྟངས་སྐོར་ལ་ཡང་སློབ་གཉེར་གནང་ཁ་ཕེ་རེ་གསུང་གོ་རེད་བ། ཕེ་ཁས་ཕེ་ནས་ནི་ཚུར་ཕེ་བྱས། ཨ་ནེ་ཁོ་ན་གི་ཕན་ནུས་སོགས་དང་མ་ག་རིམ་རྣམ་འཕེལ་རེད། སྤྱོད་འཇུག་གི་དོམ་གྱི་རྣམ་འཕེལ་ཡི་གེ་རོ་དང་སྤྱོད་འཇུག་བོད་ཀྱི་ཉམས་ལེན། སྤྱོད་འཇུག་ཡི་ན་ད་གང་འགྱུར་རེ་མན་ང་དུ་ག་རེ་ཡི་ནས། དེའི་ཡི་ན་པེ་ཅན་ངེས་ཟེར་ན་རོ་བ། ད་ངས་ཞིབ་འཇུག་སྐད་ཆས་འདའ། ཡང་འདི། སྡེ་དགེ་གི། ཆོས་ཚན་ཨང་གྲངས། སུམ་སྟོང་བརྒྱད་བརྒྱ་བདུན་ཅུ་དོན་བརྒྱད་དང། སུམ་སྟོང་བརྒྱད་བརྒྱ་བདུན་ཅུ་དོན་དགུ། དེའི་སྙིང་ནས་རོ་ལི་ཡ་དོན་དག་གར་འདུག་ཟེར་ན། བཅུ་མཇུག་གི་དོན་ཆ་ཚང་དུ་དུས་ཞེས་པ་སུམ་ཅུ། དོན་ཚན་བཅུ་གཅིག་ལ་དུས་ཡས་གཅིག་དང། ཨ་ནི་ཚིགས་སུ་བཅད་པ་སུམ་ཅུ་སོ་དྲུག་ལ་དུས་ཡས་གཅིག་གཉིས་གསུངས་འདུག་བ། འདི་ཡིན་མིན་གྱི། གཞི་ལ་འདི་ཐོ་ལི་ཡ། འདི། བཅས་ཀྱི་མཁན་རྒྱུད་བྱུང་ཡོད་ན་མེད་ན་གཅིག་བྱས་རེད་བ། འདི་ཡིན་པའི་རྒྱུ་མཚན་དེ་ག་རེད་ཟེར་ན། ད་ལྟ་འདི། བྱུང་གཅིག་གི་རྫས་བཤད་པའི་གི། བཅུ་མཇུག་གི་ད་ལྟ་དོན་ཚན་བཅུ་གཅིག་འདི་གི་ནང་དོན་གྱི་འགྲེལ་པ་བྱས་ཡོད་རེད། འགྲེལ་པ་འདི་མིང་ལ་ཡང། རྗོ་རྗེས་མཛད་པའི་སྤྱོད་འཇུག་འཁོར་ལོ་ལྟ་བུ་ལམ་རྒྱུད་ལ་ཇི་ལྟར་སྐྱེ་བའི་རིམ་པ་ཟེར། དེབ་འདི་ད་ལྟ་འདི་བསྟན་རྒྱུན་ན་ཡོད་མ་རེད། འདི་བོད་ནས་བཏོན་ཤེས་པའི་གེ་རྗོ་རྗེས་ཀྱི་གསུང་འབུམ་སྟོད་སྨད་གཉིས་ཡོད་པའི་ནང་ལས་སྨད་ཕྱི་ནང་རོ་ལ་ཡང་ཤོ་གུ་བདུན་བརྒྱ་གཅིག་ནི། ནི། བདུན་བརྒྱ་བཞི་བཅུ་ཞེ་གཉིས་ཀྱི་བར་ར་དེ་ལ་ཡང། འདི་ཡིག་གི་དོན་དག་བཅུ་གཅིག་དང་ཕྱི་ཚང་ཚུར་བསྡུས་རྗེས། བསྟན་རྒྱུན་ནང་ལ་ཡོད་དེ་གིན་གྱི། ད་ལྟའི་སྤྱོད་འཇུག་གི་དོན་དག་གལ་ཆེན་པོ་དང་ཆེས་ཉམས་ཆེན་སྐོར་ལ་བསྡོམས་རྒྱག་བྱས་པ་འདི། ཆོས་ལོ་གོ་སུམ་སོ་དྲུག་ཡོལ་འདེབས་མཁན་གཅིག་དང་དོན་ཚན་བཅུ་གཅིག་ཡོལ་འདེབས་མཁན་གཉིས་སུ་དོམ་བརྒྱབ་རྗེས། འདི་གི་དཔེ་ཆ་འདྲ་པ་ཡིན་པ་འདྲ་པོ་འདུག་འདི་ཡིན་ན་འདི་དང་ད་ལྟ་ཁྱེད་རང་གིས་འདི་བདེན་གསུངས་དེ་གིས་ཤི་ལ་གི། དོན་དམིགས་སྐོར་བཅུ་གཅིག་ཟེར་དེ་གཉིས་གཉིས་པ་ལ་ཡང་འབྲེལ་བ་ག་རེ་ཡོད་དེ་མེད། འདི་གཅིག་གསུངས་ན་གསལ་བོ་ཆ་ཚེར་གསུངས་འདུག། ལགས་སོ་ད་ང་འདི་དམིགས་བསལ་ད་ལྟ་རྒན་གིས་གསུངས་དེ་གི་དོན་ཚོད་དེ། སྤྱོད་འཇུག་གི་དོན་ཚོད་བཅུ་གཅིག་དང་སུན་ཅུ་སྐོར་དེ་དམིགས་བསལ་ད་དེ་དེ་བསྡུར་བཅོས་མ་བྱུང། བཀའ་ཐང་ཆུ་བོ་གཅིག་འགྲིག་བྱས་ཏེ། ལག་རིག་སྲུང་ཆུའི་ཕལ་མོ་ཆེ་ནང་ལ་མ་སྲུང་དུས་གང་ལ། བཀའ་ཐང་ཆུ་བོ་གཅིག་འགྲིག་གི་ལོ་རྒྱུས་དུ་སྲུང་དུས་གང་ལ། རྒྱུ་འབྲས་མན་ངག་བདུན་པ་དང་རྒྱ་ཁྱིམ་དབྱངས་ཅན་གྱི་བྱང་ཆུབ་སེམས་གཉིས་མན་ངག་སོ་སོ་ལུགས་སོ་སོ་ཡིན་པ་ལ་མཉམ་མེད་ཇོ་བོ་རྗེའི་བླ་མ་སི་ལི་པང་ནས་མཇལ་ནས་བཟུང་སྟེ་བཀའ་ཐང་ཆུ་བོ་གཅིག་འགྲིག་ཟེར་ཏེ།

ཉི་འོག་གི་བྱེ་བྲག་སྨྲ་བ་ཁ་ཆེའི་བྱེ་བྲག་སྨྲ་བ། ཡུལ་གྱི་བྱེ་བྲག་སྨྲ་བ་འདི་ལ་ཆོས་སྐོར་བྱེ་བྲག་སྨྲ་བ་གསུམ་ཀ་རེད་མ་གཏོགས་འདིའི་གཡས་གཡོན་ལ་བལྟས་པའི་བྱེ་བྲག་སྨྲ་བ་རྩ་བ་ཉིད་ཡོད་མ་རེད་དེ་སོང་ཙང་ནམ་རྒྱུན་ནས་ང་ཚོས་ག་རེ་གསུངས་དེ་གོ་སོང་བོད་པའི་ཁ་རྒྱུན་ནི་ག་རེད་ཟེར་ན། ཨ་ནི། བྱེ་བྲག་སྨྲ་བའི་བདེ་བ་སྐྱིབས་ཀ་སོང་བྱེ་བྲག་སྨྲ་བའི་བདེ་བ་སྐྱིབས་ཀ་ལས་ན་ཕལ་ཆེན་བདེ་བ་དང་དེང་སང་གི་པར་ལས་གནས་བརྟན་བདེ་བ་ཆ་ཚང་བག་ཞག་ཞེས་གོ་བ་རེད་དེ་སོང་འདི་ཏག་ཏག་མི་དགོས་ཞེས་ཡིན་དེ་དང་ཆབས་ཅིག། ལོགས་སུ་ད་འོ་ད་དེ་གཅིག་བྱས་དེ། ཞི་གནས་ཆེན་པོ་མཆོག་ལ་ཡང་ཚང་ཚིང་ཞུ་བ་དང་སྦྲགས། ད་ནི་ད་རིས་བདག་གཞན་སྣང་བཅུའི་སྒོ་ནས། སེམས་ཀྱི་ཚུལ་དུ་ལ་གིང་གིས་འདི་ནི་མ། སྒྲུབ་གཞི་འདྲ་དེ་བཀོད་ཡོང་དུས། བདག་གཞན་གཉིས་ངོ་བོ་ཐ་དད་ཀྱི་གྲུབ་པ་བཀག་དགོས་ཀྱི་རེད་དེ་བཀག་ཡོང་དུས་ཕོ་ནུས་རྟོགས་དགོས་ཀྱི་ཡོད་རེད་གསུང་གི་ཡོད་ན། ཡང་ལས་གཞན་དག་གིས་རྒྱུ་མཚན་ཅི་འདྲའི་ཡོད་ན་ཅི་བྱེད། ཨ་ནི་ད་ཇོ་བོ་རྗེ་ཡིས་བླ་མ་སྲིན་ལེགས་པ་ཚལ་མེད་སྔགས་ཞུ་ཁ་ཕྱིན་པ་རེད། ཨ་ནི་གདམས་ངག་དེ་དག་བདག་གཞན་སྣང་བྱེད་ཀྱི་གདམས་ངག་ཕྱོགས་དེ་དག་ཁོང་གིས་ཇོ་བོ་བླ་མ་སྲིན་ལེགས་པའི་རྒྱུད་ལ་འཁྲུངས་ཡོད་ནི་མེད་ན་གལ་སྲིད་འཁྲུངས་ཡོད་ན་བླ་མའི་སྲིན་ལེགས་པ་གིས།

ད་ལྟ། རྒན་ངའོ་སྐལ་བཟང་གིས་ད་ལྟ་འདི་རྩོམ་ཤོག་སུམ་བརྒྱ་དགུ་བཅུ་དཀར་ལམ་ཨ། ཤེས་དེ་རེ་ཏིང་ཅིག་གསལ་པོ་ཆགས་མ་སོང། སྤྱོད་འཇུག་ལེའུ་བརྒྱད་པ་ནས་གསུངས་པའི་བདག་གཞན་མཉམ་བརྗེ་སྒོམ་ཚུལ་དང། རྒྱུ་འབྲས་མན་ངག་རྒྱུན་བསྒོམ་ཚུལ་སོད་དུས་དེ་དཔའ་རུ་ལ། ད་ལྟ་འདི། བགྲོ་གླེང་གི་མཛད་རིམ་ནང་ལ་དེ་དང་ཟེར་གྱི་འདུག་དེ་དང་ཟེར་དེ་མ་བཅུག་པ་ཡིན་ན། རྒྱུ་འབྲས་མན་ངག་རྒྱུན་གྱི་སྒོམ་ཚུལ་དེ་སྤྱོད་འཇུག་ལེའུ་བརྒྱད་པ་ནས་གསུངས་པ་འདྲ་པོར་ཆགས་འདུག་དང། སྤྱོད་འཇུག་ལེའུ་བརྒྱད་པའི་ནང་ལ་རྒྱུ་འབྲས་མན་ངག་རྒྱུན་སྒོམ་ཚུལ་དེ།

མཉམ་རྗེ་གོམས་ཚུལ་དང། དད་དང་རྒྱུ་འབྲས་མན་ངག་བདུན་གོམས་ཚུལ་གྱི་ཁྱད་པར་ཟེར་དད་དང་ཟེར་ཅིག་བཅུ་དང་དེ་དཔེ་ཆའི་ལྷག་མེད་འགྲོ་བསམ་དྲན་སོ་དེ་གཅིག་བྱས། དེ་ནས་མང་པོ་གསུངས་སོང་ད་ད་ལྟ་འདི་འདི་བཀའ་ལན་གཅིག་གནང་རོགས་ངས་གནང། འདི་པར་རུ་དེ་གཅིག་ཞུས་ཆོག་རེད་ད་ད་ཆོས་རྗེ་ནི་བླ་མ་སི་ལིང་པ་ཕི་ཀའི།

སྒྱུ་འཕྲུལ་མན་ངག་བདུད་དགེ་ཐོག་མ་གི་བཏང་སྙོམས་ཟད་དེ་རང་གི་སེམས་ཅན་ལ་ཕ་རྟགས་ནི་ཉེ་རིགས་ཆགས་སྡང་དགྲ་ཡི་བཏང་སྙོམས་ས་ཁོད་ཁྱུང་ཁོད་གཡོང་པོ་ཞིང་ས་གཤིན་པོ་ལྟ་བུ་དེ་རེད། ཚད་མའི་གཞི་གི་ནང་གི་བཏང་སྙོམས་ཟེར་ངེས་དེ་རང་གི་ཕ་རྟགས་ཚུལ་མ་རེད། ཕ་ཆོས་དམིགས་ཡུལ་དུ་བྱས་པའི་སེམས་ཅན་ནང་བུད་ཚེ་ཉེ་རིགས་ཆགས་སྡང་དང་དགྲ་ཡི་བཏང་སྙོམས་ལ་གནས་པ་ཆོས་ཟད་དེ། གཉིས་རྗེ་དང་བྱང་འཕགས་ཀྱི་མཐར་རྟགས་དང་ལས་གོ་གི་རེད། དེ་ཡི་བཏང་སྙོམས་དེ་དང། རང་གིས་གཞན་ལ་ཕངས་མིན་པའི། ཁ་ཧི་ལ་བརྙས་དང་ཁ་ཧི་ལ་དགྲ་དང་ནི་དེ་འདྲ་མ་ཡིན་པ་ལྟ་ཚུལ་གཅིག་པ་ཡོང་དགོས་ཟེར་ཡ་དེ་ཡབ་སྲས་ཀྱི་མན་ངག་དང་པོ་དེ་རེད། ཚད་མའི་ཤེས་ཡོན་གནང་མཁན་སེམས་ཅན་ཐམས་ཅད་ཉིན་རེའི་ཆགས་སྡང་གཉིས་དེ་བྲལ་བར་ཤོག་ཟེར་ཡ་དེ། སེམས་ཅན་ནང་ཕོའི་ཚོད་ཀྱི་ཉིན་རེའི་ཆགས་སྡང་དེ་བྲལ་ཤོག་ཟེར་གི་ཡོད་རེད་དེ་ཡིན་དང་དེ་བཏང་སྙོམས་དེ་གཅིག་ཁ་ཁ་རེད། སྒྱུ་འཕྲུལ་མན་ངག་མདོས་ཀྱི་ནང་གི་བདག་གཞན་མཉམ་པར་ཟད་དེ་བདེ་བ་འདོད་པ་མཉམ་སྡུག་བསྔལ་མི་འདོད་པ་མཉམ་ཟད་དེ། གལ་ཏེ་མན་ངག་བཅུ་གཅིག་ནང་བཏང་སྙོམས་གཉིས་ལས་ཀྱི་རེད་བ་དེ་བཏང་སྙོམས་མི་འདྲ་བ་གསུམ། རྒན་ངག་དགེ་བཟང། བཀའ་འདྲི་ཞུ་བའི་ཕྱིར་ད་ལྟ་རྒན་གྱིས་བླ་མ་སེང་གླིང་པ་དེས་ཨ་མདའ་སེམས་ཙམ་པའི་ཚུལ་བཟུང་བ་རེད་མ་གཏོགས་དོན་དངོས་པོའི་གནས་ཚུལ་ལ་སེམས་ཙམ་པ་མ་ཡིན་པ་གྱི་གསུངས་སོང་བ། འདི་ཡིན་དུས་ང་རང་བསམ་ཚུལ་བྱས་ན། ཁྱེད་རང་གི་བསམ་ཚུལ་ཡིན་པ་ཡིན་ན་པན་ཆེན་བསོད་ནམས་གྲགས་པའི་གྲུབ་མཐའ་ནག་ལོ་ལ་སེམས་ཙམ་པའི་མཚན་ཉིད་བཞག་ནས་དེ་ལ་རྣམ་བདེན་རྫུན་གྱི་དབྱེ་བ་གཉིས་བཞག་རེད་སེམས་ཙམ་རྣམ་བདེན་པའི་མཚན་གཞི་དེ་ལ་སྲིད་གླིང་པ་ཆོས་ཀྱི་གྲགས་པ་ལྟ་བུ་བཞག་འདུག་བ། དེ་ཡིན་དུས་སེམས་ཙམ་རྣམ་བདེན་པ་གྱི་མཚན་གཞི་དེ་ལ་སྲིད་གླིང་པ་ཆོས་ཀྱི་གྲགས་པ་བཞག་ཡོད་དུས་དེ་སེམས་ཙམ་པ་རྣམ་བདེན་པ་ཡིན་པ་འདི་ད། ཐག་ཆོད་པོ་རེ་ཆགས་སོང་བ། དེ་ཡིན་པ་ཡིན་ན་ད་རྒན་ཁྱེད་རང་གི་དེའི་ནང་ལོགས་ལ་བདག་གཞན་མཉམ་བརྗེ་དགོས་ནས་ཞུ་བ། བདག་གཞན་མཉམ་བརྗེ་དགོས་ནས་སེམས་བསྐྱེད་པ་ལ། ཨ་ནི། སྟོང་ཉིད་ལྡོག་གོ་རེད་ཟེར་ཡིན་དུས་ད། སེམས་ཙམ་པ་ཡིན་མཁན་སྟོང་ཉིད་ལྡོག་མཁན་ཞེས་བྱ་བ་བྱེད་ཀྱི་འདུག་བ་སེམས་ཙམ་པ་དེ་བདེན་པ་གྲུབ་པ་འཛིན་པའི་བདེན་ཚིག་ཀུན་བཏགས་རྒྱུད་ལ་བདེན་པའི་གང་ཟག་ཆགས་བསྡད་ཡོད་རེད་བ། ད་དེ་ལ་འགལ་སྤོང་ག་འདྲས་གནང་གི་ཡིན་པ། འོ་འགལ་སྤོང་ངས་ད་ག་ནང་ད་གའི་རྔན་མ་དེ་རང་ཡིན་ད་རྒན་དཔལ་ཆོས་བསོད་ནམས་གྲགས་པ་གི་མཚན་གྱི་ཞག་དུས་གཞུང་ལུགས་གཙང་སྒྲོལ་རྒྱལ་རྗེ་ཡི་གཟུགས་ཡིན་ཚད་དུ་ཚུལ་ག་རེ་འཛིན་ནས་དེ་མཚན་གྱི་ཞག་ནའང་ཡིན་གྱི་རེད་བ།
ད་དྲི་བ་ཐ་མ་གཅིག་ཡིན་སྐར་མ་གཅིག་མ་གཏོགས་མི་འདུག་དྲི་བ་ཐ་མ་ཆེ་བ་དེ་རྒན་ལ་ཕུལ་རོགས་གནང།
དེ་ཨ་ལེ་འོང། དེ་དྲི་བ་ཞུ་ཡས་ཞུ་ན་རེད་ད་གི་དེ་རྒན། རྒན་ཟླ་བོ་ཚེ་རིང་ལགས་ཀྱིས་ད་གི་གསུང་ཡས་དེ་རྒྱལ་བ་ཞང་པ་མགོན་པོའི་སེང་གེ་ཚུལ་དང། ནི་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པའི་སེམས་བསྐྱེད་ཚུལ་འཕགས་པ་འཕགས་པ་ཤཱི་རན་ཟིག་གི་སེམས་བསྐྱེད་ཚུལ་ནང་བྱོན་ང་ཚོ་སེམས་བསྐྱེད་ཚུལ་གསུང་གི་མཚན་ཞལ་ཞོར་རོ། འཕགས་པ་ཤཱི་རན་ཟིག་གི་བཞུགས་ཚིག་ལྟ་བུ་རེ་གསུང་ཡང་དག་འདི། སྐལ་བཟང་སངས་རྒྱས་སྟོང་གི་སེམས་བསྐྱེད་ཚུལ། ག་འདྲས་ག་འདྲས་སུ་སེམས་བསྐྱེད་པའི་ཚུལ་འདི། གནས་འཇིག་པད་མ་དཀར་པོ་དང། ནི་འདུ་སྡེ་སྐལ་བཟང་གི་ནང་ལོགས་ལ་དང་སུ་སུ་སེམས་བསྐྱེད་ཚུལ་དང་ནི་ག་རེ། རིགས་ཀྱི་ཚད་དང་སྐུ་སྤུངས་ཀྱི་ཚད་དང་འདི་སྣ་ཚོགས་པའི་གསུང་གི་འདུག་བ། ཅི་དེའི་ནང་ལོགས་ལ་དོན་གྱི་ཡོད་ན་མེད་ན། རྒྱལ་བ་ཞང་པོ་མགོན་པོ་ཡང་སྐལ་བཟང་སངས་རྒྱས་སྟོང་གི་ནང་ལོགས་ལ་ཡོང་གི་འོ་རོག་ཞེས་ད་དེ། ཁོང་ཅིག་ད་ཡོད་ཀྱི་རེད་བསམ་གྱི་འདུག་ད་དེ་ད་ལྟ་ཁ་ཐུག་དྲིན་ཚོད་དེ་ཡིན་ད་ཡིན་ན་ཚིག་ཇི་མ་ཇི་བཞིན་ད་ངས་ཞུས་ཐུག་མ་སོང། རྐྱེན་དེ་ལན་ཡོད་ན། མེད་ལ། ལོ་སོ་ནི་རྐྱེན་དྲི་བ་ཐ་མ་ཕུལ་གི་ཡིན། དེ། ས་སྐྱ་རི་ཁ་གི་རྐྱེན་རྐྱེན་ལ་ཕུལ་འགྲོ་ན། དྲི་བ་ཐ་མ་དེ་བྱས་ནི་ནི།
ལགས་སོ། འབྲས་བུ་ཐ་མ་ངས་འདི་ཞུ་དགོས་བྲམ་སོང་འདི་ད་ཁ་སང་ནས་ང་སོང། བླ་མ། ཇོ་བོ་རྗེ། གསེར་གླིང་འདི་དེང་ད་ཨིན་ཏྲོ་ནེ་ཤཱི་འདི་ན་ཕེབས་དགོས་ཡ་འདི་སོགས་ད་སེམས་ཁེ་རང་གི་ཆེད་དུ་ཡིན་པ་ཤུགས་ཆེ་བ་འདི་རང་གསུངས་སོང་རེད་བ། ད་ང་རང་བསམ་ཚུལ་ཡིན་དཱ། ངས་བརྗོད་ན་འདི་གཅིག་པུ་ཟེར་ས་མ་རེད་ཟེར། ཁོང་གསེར་གླིང་ལ་ཕེབས་ཡ་དེ་གསེར་གླིང་ལ་ནས་གླིང་ལག་གི་འདུག་ང་ང་རང་ཚོ་བོད་ཀྱི་ཡིག་ཆ་ལ་ཡོད་རེད། ནས་གླིང་ལ་ཕེབས་དགོས་ཡ་དེ། ད་སེམས་སྐྱེད་ཡིན་ཆོག་གི་རེད་རེད་བ། སོ་སོགས་དེ་ངས་བརྗོད་ན་དུས་འཁོར་གྱི་ཆེད་དུ་ཕེབས་བཞག་ཟེར། ད་འདི་སྐབས་སུ་འདི་གི་འཁོར་ལོ་དེ་བཞིན་ནི། ལོ་སོ་དུས་དུས་ནག་རོ་ན།
འབྱུང་དེ་རེད་བ། ཨོ་དེ་ཡིན་ས་རེད་ཟེར་ལ་སོང། ལོ་སོ་ལན་དུས་དུས་དང་དེ་བཞུགས་དེ་རྣམ་གྲོལ་མཁན་པོ། ནས་དཀོན་མཆོག་བསྟན་འཛིན་ལ་ཡར་ཕེབས་ཡ་གི་གྲ་ཁྲིས་ནག་རོ་ན་བཞུགས།